ད་ང་ཚོ་རྒས་པོ་ཚོ་ཡང་མུ་མཐུད་འགྲོ་བསྡད་ཡོད། ད་ང་ཚོ་དྲི་བོའི་ལན་ནང་ལས་མ་འགྲོ་བསྡད་དུས་ཙང་ད་རིག་རྩིས་ཞི་བདེར་ཁ་དཀྲུག་ཡིན་པ་ཟེར་ན། ཤོག་གྲངས་ཉི་ཤུ་བཙལ་ངན་གནང་སྟེ་དྲ་དོན་བསྡུར་ནས་ཚིག་གྲོགས་ཚོའི་ལས་ས་དེ་གལ་ཆེན་པོ་འདུག་ཚིག་འདུ་ཆེ་ན་ངས་ཚིག་རེ་རེ་བྱས་ནས་དེ་བྲིས་ཨ་ནི་མར་འགྲེལ་བཤད་རྒྱག་གི་རྒྱག་གི་བྱེད་ཀྱི་ཡིན་འགྲོ་ཨ་ནི་འབུག་ཚུགས་ཀྱི་ད་དེ་ལས་ཡག་ཤེས་པ་བྱེད་རོགས་བྱེད་ཟེར་ཡ་ཡིན། དང་པོ་དེ་ལས་དྲ་དོན་བསྡུར་ཡག་གི་ཚིག་དང་པོ་དེ་ག་རེར་འདོགས་ཟེར་ན། འདི་རེད་འདོགས་ཚིག་དང་པོ་དེ།

ད་ལྟའི་བུག་མང་ཆེ་ནམ་རྒྱུའི། བུ་གའི་ལབ་བདེ་ཙང་གུ་གུལ་རྒྱུ་རུ་སེམས་མི་འདུག། མང་པོ་ཞིག་ཧར་གུ་གུ་ར་སེ་ལམ་ན། རྫི་ཡི་ལབ་བདུད་ཙང་ལ་ཡང་དག་ཧར་ར་སེ་ན་ང་ཚོ་ལམ་རྒྱང་འཁོར་ར་གྲུ་བཞིའི་རྫི་ཡ་ལ་སོགས་པར་བ། ད་དར་གས་བུག་ཏུ་ཨ་བྲ་རྫི་ཡིན་ན་སོ་ཨ་བྲ་རྫི་ད་ཡིན་གྱི་མ་ར་ཨ་བྲ་རྣམས་ནི་རྒྱ་གས་ར་བ་གྲུ་བཞིའི་རྫི་བ་ར་བ། འོ་ཡང་ད་དེ་ནང་བཞིན་གྱི། རྐང་པས་བུ་རྫི་བ། དེ་ནང་བཞིན་གྱི་མོ་བྲས་ཅིག་ཅིག་ཅིག་རྫི་ཞྭ་གཉིས་རྫི་ཞྭ་གཟིགས་དུ་བ། མ་བརླན་པའི་དོན་རེད་བརྫིས་པ། ཨོ་ད་བྱས་ཙང་དེའི་འདི་དང་ཡ་དེ་ལ་ཚིག་གྲོགས་གར་བྱས་ཁ་ང་ཚོ། བརྫིས་པ་བྲིས་ནས་འགྲིག་རེད་བརྫི་མཁན་རྣམས་ནས་འགྲིག་རེད་ཡང། མོ་བུ་ཁ་ན་མཁན། བུ་ཡ་བརྫི་ཡག་ལས་ཀ་བྱེད་མཁན་དེ་ལ་ཡ་བརྫི་མཁན་ཟ། ཨོ་ཡ། ད་དེ་ནས་མང་ཡོང་ནི། གསུམ་པོ་དེ་ལ་གར་བྲིས་དོགས་ཟིན་ན།

དེ་ལ་པ་དག་པ་ག་ས་པ་གར་ཆེན་འཁྲིག་བོ་རེ་ཟིན་ན་གཟིགས་ལ་ཇག་ཚང་གཟིགས་པ་ལོ་ཅི་དང་པགས་པ་ལོ་དེ་པ་ག་ས་པགས་འཁྲིག་དོ་པགས་པ་ས་དེ་ཁོ་སྤྱི་མིང་རེ་གྱིར་དོ་བྱེ་བྲག་གདགས་གཞི་གཅིག་ལ་ཇག་ཡོང་གི་འདུག་ན་ནི་བྱེ་བྲག་གཟིགས་ལ་ཇག་གི་ཡོད་ཚང་གཟིགས་པ་ས་ལ་པ་དག་པ་ག་ས་པགས་སྟག་ལ་ཇག་གི་འདུག་ནས་ལ་པ་དག་པ་ག་ས་པགས་སྟག་པ་པགས་པའི་དོན་རོ། ད་དེ་ནས་དེ་ཡང་གར་ཆེན་དོ་ཟིན་ན་གཉིས་པ་དེ་ལ་ཡང།

གཅིག་རལ་པའི་སོར་གཅིག་ནང་ལ་ཡང་རྩམ་པ་བླུགས་དབུས་ནས་གྲུ་བཞི་བླུགས་དབུས་ནས་ཀོ། ཡང་འདི་ཀྲུག་ཀྲུག་བཏང་ནས་མང། ཀྱང་ཡང་སོར་སྟོང་འོ་དེ་ལ་ཡང་ཁར་སིག་རེ་ཟིན་ན་སིག་སིག་བཏང་བ་ས། གང་ལྟར་གུ་གུལ་སྐྱོད་བྱས་པ་འདུག་སྲིད་མ། འོ་དེ་ལ་ཡང་སིག་བ་ས། ད་དེ་ནས་རིམ་པ་དེ་ལས་དང་པོ་བྲིས་ཤེས་ཀྱི་འདྲ་དེའི་ནང་ལ་ཁར་བྲིས་དོགས་སྲིད་ན། ཤག་དང་ཤག་བྲིས་དོགས་རེད་ཤག།

ང་ཚོ་མང་ཆེ་གཟིགས་དོ་ཤིང་དུ་མ་ཤ་བ། ཨོ་ད་ད་རྐུབ་དེ་པ་ཤ་ཤ་ཤ་བ་ས་ཤིང་ཤ་བ་ཡིན་ནས་ཏྲ་བོ་ད་ག་རེ་ཡིན་ནས་མ་གཏོར་བའི་དོན་རེད་བ་ཤ་བ། ཨོ་ཡ་དུས་ཚོད་ཟད། ད་དེ་ནས་དེ་དང་པོ་གཅིག་བྲིས་འདྲ། ག་བྲིས་ན་འདོད་ཟེར་ན་ཤག་བྱེད་ལ།

ཐོ་ག་ན་རུ་དགོངས་ང་ས་དགོངས་སུ་བྲིས་ཏོ་དེ། ད་དེའི་རྐུབ་སྟེགས་དེ་ནམ་རྒྱུན་ནས་བེད་སྤྱོད་བཏང་སྟེ་བྲིས་བྱས་ན་དཔའ་ས་ཞེས་དགོངས་པ། ང་དགོངས་པ་ཞུ་གི་ཡིན་ཟེར་ཏོ་ས་གཉིས་སྐུ་ཅི་ང་དགོངས་པ་གནང་རོགས་ཅེས་ཨ་ཟེར་ཏོ་དེ་དགོངས་པ་ས་རེད་བ་དེ་རེད། ད་ནས་མང་ཡོང་ནི་ཁ་བྲལ་གི་ཏོ་ཟེར་ན། དེ་དེ་གཉིས་པ་བྱས། ད་གསུམ་པ་དེ། ག་ན་རུ་གོང་ང་གོང་གཅིག་གོ་བྲིས་བྱ། དེ། ག་ན་རུ་གོང་ང་གོང།

ད་ནི་ངས་ཕ་ཚི་ཐིའུ་དེ་ཁོ་རང་རོགས་པ་ཅིག་གི་ཞལ་འབའ་ཞིག་བྲིས་བཞག་ན་སྙིང་རྗེ་ཟི་རེད། བྱ་ག་བྱ་ག་གའུ་བྱ་ག་བྱ་ག་ལས། དེ་སྲིད་ཤོག་དེ་སྤུག་ཏོ། དང་པོ་དེ་ག་དུས་ཡིན་པ་དེ། གའུ་བྱ་ག་བྱ་ག་བྲིས་ཏོ། དེ་གའུ་བྱ་ག་བྱ་ག། དེ་ལས་ཡང་ཡག་ཤོས་དེ་ཚིག་གང་དེ་ཅིག་བྲིས་ན་ཡག་པོ་རེད།

ད་དེ་ནས་ས་ཉག་སྟག་སྨྱ་འབྲིང་པོ་རྙེད་ཟེར་རེད། ད་ས་ཉག་སྟག་སྨྱ་འབྲིང་པོ་རྙེད་རྐུབ་ལ་མ་བཞག་ཤེས་ན་ཡག་ཤོས་རེད། མིང་རྒྱག་ཤོས་དེ་ཚིག་གྲོགས་རྒྱག་ཤོས་ཚིག་ཐོ་རྙེད་མ་ཟ། རྙེད་མ་སོན་ང་ཚོས་ད་པུ་གུ་ད་རྒྱག་ན་ཡིན་གྱོ་པུ་གུ་ཚོས་ལས་སླ་པོ་གོ་ཚུལ་མི་འདུག་དེ། ང་ཚོ་བོད་ལ་ཡིན་པ་ཡིན་ན་འབྲུའི་རྙེད་མ་སོས་ཙང་ལ་ཡང་མ་བཏབ་ཤ་འགྱོག་གི་འབྲུ་ཡར་སྐྱེས་བསྡད་འགྱོ་ཅི་འགུར་བ། ཨོ་འདི་ལ་ཡང་རྙེད་མ་ཟེར་རེད། འབྲུའི་རྙེད་མ། འོང་ལྟ། ད་དེ་ནས་མ་ཡོང་ནི་མཐའ་མཇུག་དེ་ལ་ཡ། ག་བྲིས་ཏོ། འོང། ཁའུ་ད་གྱི་གུ་ཏིང་ང་ཏིང། ཁའུ་ད་གྱི་གུ་ཏིང་ང་ཏིང་ཟིན་ནི་དེ་ལ་ཡ་རྐུབ་དེ་ཚ་ད་ཚས་བྲིས་ནི་ཡག་བཅོས་མེད་འགྲོ་གསུངས་པས། ཏིང་ཚས། ཆུ་དེ་ཏིང་ག་ཚས་དོ་ཟེར་མ།